ཕན་ཚུན་ལག་ཤེས་ཀྱི་འགྲིག་མཐུན་མིན་ནས་དུམ་བཟོས་ཀྱིན་འདུག་ཡིན་ན་ར་ཁུལ་གཉིས་ཀྱི་བུ་ཆུང་གཉིས་ཀ་ཁྱི་དང་འོ་མ་འདྲེས་པ་ལྟར་བདག་གཅིག་གིས་གཅིག་ལ་བྱམས་ཤིང། གཅིག་གི་བྱིང་ཁོག་བརྗེད་ནས་ལྟ་བའི་དུམ་བུར་བརྩེ་སེམས་ཡོད་ཚུལ་ཕན་ཚུན་ན། དེ་ནས་ད་སྐབས་ཐོག་ཟིག་ག་ད་ཉི་མ་ཁྲི་སྐྱིད་སི་ཀོ་ནོ་གི་བཙུན་མོ་དེ་ན་ཙིག་བྱུང་ཡིན་ད་ད་ཚེ་ལུས་འདས་སོང་ཟིག། དེ་ད་བཙུན་མོ་གཞན་པ་བོ་ད་ཁྲི་བཙུན་སི་ཀོ་ཐོག་དེ་ད་ཁྱི་གཤིས་ཀྱི་སེམས་ནས་དགའ་ཟིག་ད་བཙུན་མོ་ཤི་ནི་ར་ད་སེམས་ནས་དགའ་ཡིས་ད། ད་བཙུན་མོ་ཉི་མ་ཁྲི་གཅིག་ཏུ་ཏོག་ཏུ་ཤི་ནོ་གི་ར་མ་ཆོག་ག་ད་ད་རུང་དག་བོད་ཉི་མའི་འོད་ཟེར་གི་ལ་ཁ་ད་བསམ་ངན་ཅིང་ཟིག་ད་མི་རྒས་སེམས་ཟིག་ག་ད་ཉི་མའི་འོད་ཟེར་འདི་ཏོག་འདི་མ་བསུན་ན་མི་རྒས་བར་ཟླ་བའི་འོད་ཟེར་དུ་ཏོག་དག་གོ་ས་འཆོར་རྒྱུ་རེད་དུ་མདོ་ལས་ད་ད་མི་རྒས་ཟླ་བའི་འོད་ཟེར་དུ་ཏོག་དག་སོ་རྩིས་དུ་ནས་ད་མི་རྒས་ཐབས་མཐེན་ཟིག་ད་ཐབས་མཐེན་ད་ཉིན་ཟིག་ཟིག་ག་ད་ད་ཤི་གི་ཁུག་གི་མེད་གྲོང་ར་ད་ཁུག་གི་ཡོད་མགོ་ཡི་ད་ཤི་གི་རང་ངོ་སོ་ཤི་མདོག་གཟིག་ཤ་སྐུབ་ཅིག་གིས་དུན་ད་ཨ་ཡ་གཟུག་ཨ་ན་བཟིས་ད་དུག་ཟླ་བ་ནས་དཀའ་བ་ད་ད་རྒྱ་བོ་གི་གོ་དང་གཟིག་གོ་ཡིས་ད་དན་ད་རྒྱ་བོ་གི་ད་ཁྱོད་ཁྱི་གཟིག་གོ་བོ་གི་བཟིས་གཅིག་དྲིས་ནི་དུ་ནས་ད་མི་རིགས་ཀྱི་རྒྱ་བོ་བཟིས་དུ་ད་ཤི་གི་ང་ན་ཙི་གར་གྱི་མོ་བཟོ་བྱུང་བོ་གི་ད་མོ་ན་འདི་ད་དྲག་ཐུབ་ཡོད་ཀྱི་མ་རེད་དུ་བཟིས་གཟིག་དུ་བཟིས་ནི་ར་ད་རྒྱ་བོ་གི་ད་ཤི་གི་སེམས་ཁྲི་ལས་གཟིག་ད་ཤི་ན་ར་ཀར་གྱི་བཙུན་མོ་ཆེ་བ་བོ་ཉི་མ་ཁྲི་གཅིག་གྲ་དུ་གི་ཚེ་ལུས་འདས་སོང་ནི་ད་ད་ཐང་གི་བཙུན་མོ་འདི་ཡང་ག་ཡ་གྱི་འདུག་ད་རྒྱ་བོ་གི་ཤི་གི་ལྕགས་གཟིག་སེམས་ནས་ལྕགས་ཡིས་ད།